ཨིན་ཇིག་གི་ནང་གཅིག་བཤད་ན་སོ། དེ་འདྲའི་རེ་བ་ཞིག་སྐྱེས་འདུག་བྱས་ཙང། དྭགས་རང་ཞུ་ཡིན་ཐུགས་རྗེ་ཆེ། བོད་སྐད་ཐོག་ལ་ང་རང་ཚོས་ས་བོན་གྱི་ཚིགས་བཅད་ཅིག་གསུང་ཡོད་རེད། ད་ངའི་ས་བོན་གྱི་ཚིགས་བཅད་དེ་ང་རང་གི་ཚིག་ཐོག་གཙོ་མོ་ཚིག་ཡ་བཅས་ཡིན་པ། ས་མཐོའི་འདོད་པའི་མདུན་ན་འདུག། བདེ་བར་སྡོད་ལ་ཁྱད་མི་སྲིད། བདེ་བ་ཆུང་ལ་ཆགས་པ་ན། ཆེན་པོའི་བདེ་བ་ཐོབ་མི་སྲིད། ད་ང་ཚོ་ད་ན་འདི་ན་ཡོད་པའི་ཚང་མ་ལོ། རྡོག་རྩ་གཅིག་ཏུ་བསྒྲིགས་རྗེས་ད་ལྟའི་ཆ་ལ་ང་རང་སྡོད་ད་དུས་འདས་པའི་དབང་དུ་ཡིན་ན་ནིའུ་ཇར་ནིའུ་ཡོག་དང་ནིའུ་ཇར་སི་ཡས་ཡོད་རེད་མེད་ཡོད་རེད་ལས་དེ་མེད་པ་བྱས་ད་ལན་དེ་དངོས་གནས་དྲང་གནས་ཀྱི་འཛམ་གླིང་རྒྱལ་ཡོངས་ལ་ང་ཚོས་ཀྱི་དངོས་གནས་དྲང་གནས་དཔེ་བཞག་ན་ནིའུ་ཡོག་དང་ནིའུ་ཇར་སི་ནང་བཞིན་གྱི་གཅིག་སྤྱི་བོད་མ་ཡོམ་སོགས་ཚང་མ་གཅིག་ཏུ་བསྒྲིགས་པའི་དེ་ནི་ལས་འགུལ་ཧང་ནག་པོ་ས་ཡོད་དེ་འདྲ་ཞིག་སྤེལ་ཚོར་བའང་ལས་དེ་འདྲ་ཞིག་དགོས་རེད་ད་དངོས་གནས་ས་ཚང་མ་ལོ།

ཁ་སྐད་གླེང་དུས་དེའི་གཙོ་ལ་སེམས་པ་བཟང་པོ་དེ་ངེད་ང་ཚོ་ཟུང་ཆ་སེམས་པ་སེམས་པ་ཡིན་ན་དེ་ལ་ང་ཚོ་ངེད་ནས་བེད་སྤྱོད་གཏོང་དགོས་ཡར་བ་དེ་ཡོད་དུས་ང་ཚོ་ངོ་རྒོལ་ལས་སྒོ་ག་རེ་སྤེལ་གི་ཡིན་ལ་ང་ཚོ་ངེད་ནས་ཞི་བའི་ཐོག་ནས། བདེན་པའི་ཐོག་ནས་གསལ་བཤད་བྱས་ནས་རོ། ཁ་ཚོད་ཁ་ནས་དྲག་ལས་ལས་སྒོ་སྤེལ་དེ་ལ་ཁོང་ཚོ་པད་ཉི་རྒྱལ་བོ་སྤེལ་འདུག་ཨ། ཁ་ནས་དྲག་ལས་འགྲོ་དེ་སངས་རྒྱས་ལས་ཁང་ཁོང་རོ་ཡར་འགྲོ་ནས་ཨ་ལས་ང་རང་ཚོ་ཁྱོད་ཚོ་ངོ་རྒོལ་བྱས་གི་མེད་ཨེས། ཨ་ལས་ང་ཚོ་ཁྱོད་ཚོའི་རེ་འདུན་དེ་ཤི་གང་འོང་ཡིན་ཨེས་འདས་ལ་རེད་དེ་ཡིན་དུས་ཁྱོད་རང་ཚོ་སངས་རྒྱས་རྒྱུད་ལམ་ཁག་མང་པོ་སྐྱིད་ལ་ལ། ཨ་ནི། གོ་བ་ལོག་པ་ཕྱག་ཟུང་སྲང་གི་ཕྱག་ཟུང་དུ་མ་བཤད་མ་ཐུབ་པ་དེ་ཚིག་ཐུང་ཐུང་གཅིག་བཤད་པ་འདི་དེ་ལ་བརྟེན་ནས། སྤྱི་ཚོགས་ནང་ལ་ལས་གོ་བ་ལོག་པ་མང་པོ་ཞིག་འགྲོ་བར་འདུག་ཟེར། ཨ་ནི་དེ་ཡིན་དུས་དེའི་ཆོས་ར་ཚོང་པ་སེར་ཤས་གཙང་མ་ཞིག་བཟོ་ཐུབ་ན་ཡག་པོ་འདུག་ཟེར་ཁོང་ཚོ་རེ་འདུན་བྱས་འདུག་ཨ་ཡོག་ལ་རེ་སྒུག་ཞུ་གི་ཡོད་ཟེར་ང་ཚོ་ངོ་རྒོལ་བྱེད་ཀྱི་མེད་ལབ་འདུག་ཨ། ད་ང་ཚོ་ཁོ་སོང་ཉིན་ནང་ཉིན་འདི་ལ་ཀེང་པའི་དེང་རབས་མགོ་ཁྲོད་ཚོགས་པ་ལྔ་དྲུག་ཅིག་ང་ཚོ་སྤེལ་གི་ཡོད་རོགས་དེ་དུས་དངོས་ལན་བཟའ་བཟའ་ཚེ་ང་ཚོ་དཔེ་ཁས་ཆེན་པོ་རེད་བྱ།

ཟམ་པ་འོག་ལ་བྱེད་ད་སྙིང་ནས་འདས་རྣམ་པ་ཚོ་རྒྱུན་རིང་པོ་གྱི་བཞེངས་གནང་དུས། སྐད་ཆ་ག་སིའི་ཐུང་ཐུང་ཉུང་ཉུང་ཤོད་འབད་བརྩོན་བྱེད་གིན་ད་ཅིག་ཅིག་ན་ང་སྐད་ཆ་བཤད་དུས་རིང་པོ་འགྲོ་ཆགས་འགྲུབ་འདུག་རོ། རྒྱལ་བ་བསྟན་འཛིན་རྒྱ་མཚོ་བོད་རྒྱལ་ཁབ་བོད་མི་མང་བོད་མི་རེ་གིས་ད་བླངས་མེད་པའི་དབུ་ཁྲིད། ལོ་རྒྱུས་ཀྱི་ཆ་ནས་མི་རེ་གི་དད་འདུན་གྱི་ཆ་ནས། ཐུན་མོང་མ་ཡིན་པའི་གོང་ལྟར་ལོ་རྒྱུས་གཅིག་དང་འབྲི་བ་གཅིག་གི་ཐོག་ནས་ང་ཚོ་གི་ནམ་རྒྱུན་ཤེས་ཡ་ལྟ་བུའི་མེག་ཁོག་པི་སྙིང་ལ་དེ་ཆགས་བསྡད་ཡོད་རེད། ཡིན་ན་ལེ་དགྲ་བོ་རྒྱ་ནག་གིས་ང་ཚོའི་རྒྱལ་ཁབ་ལ་བཙན་འཛུལ་བྱས་ནས། རྒྱལ་བ་བསྟན་འཛིན་རྒྱ་མཚོ་སྐུ་འཁོར་དང་བོད་གཞུང་དགའ་བདེའི་ཕོ་བྲང་ལྔ་བཅུ་ང་དགུ་ལ་སྐྱབས་བཅོལ་ལ་ཕེབས་ཚར་བའི་རྗེས་ལ།

མ་ཉེས་ཁ་གཡོག་གི་སྐུར་འདེབས་ཀྱི་མཚན་མོ་འགྲོ་བདེ་ཡ་འདི། དགྲ་བོ་རྒྱ་ནག་གི་བན་ལོ་དྲུག་ཅུ་རེ་གསུམ་ལ་རྒྱུན་མཐུད་བྱས་ནས་རྒྱལ་བ་རིན་པོ་ཆེ་ལ་མཚན་མོ་སྐུར་འདེབས་ཞུ་བ་གི་རྒྱུན་ཅིག་དང་དེའི་ལས་འགོར་གྱི་ཆ་ཤས་ཅིག་ཆགས་ཀྱི་ཡོད་རེད་དེ་ནག་ཚོགས་ཀྱིས་མ་བགྱིས་པའི་དགོས་གལ་ཆེན་པོ་ཞིག་རེད། འདིའི་སྐུར་འདེབས་འདི་དང་མཚན་མོ་འདི་དེ་རིང་ཁ་ཚང་གློ་བུར་དུ་བྱུང་ཆོག་གི་མ་རེད་འདི་རྒྱ་ནག་གཞུང་གིས་འདི་འདྲ་གི་མཚན་མོ་སྐུར་འདེབས་དེ། མགོ་བཙུགས་ཀྱི་ནི་མི་ལོ་དྲུག་ཅུ་རེག་གསུམ་འགྲོ་གི་ཡོད་རེད་དེ་ང་ཚོ་གི་མ་རྒྱལ་ཡོ་དགོ་ཡ། དེ་རྒྱལ་སྤྱིའི་སྡིངས་ཆ་ག་ལ་ང་ཚོ་གི་ལག་དགོ་གི་ཡོད་རེད། རྒྱ་ནག་གི་རྒྱལ་བ་རིན་པོ་ཆེ་ལ་གཞི་མེད་སྐུར་འདེབས་མཚན་མོ་ཞུས་བ་དེ་ལོ་དྲུག་ཅུ་རེག་གསུམ་འགྲོ་གི་ཡོད་རེད། དེ་དེ་རིང་གི་བརྙན་ཐུང་གི་གནད་དོན་དེ་གཅིག་པུ་མ་རེད། དེ་ང་ཚོའི་རྒྱལ་སྤྱིའི་སྡིངས་ཆ་ག་ལ་དེའི་ལན་དེ་སྤྲད་དགོ་ཡ་དེ་གལ་ཆེན་པོ་ཞུ་བ་ཅིག་ཆགས་ཀྱི་ཡོད་རེད། དེ་དངོས་ཡོད་གནས་ཚུལ་ཆགས་བསྡད་ཡོད་རེད། སྤྱིར་བཏང་བྱེ་བ་ཡིན་ན་དེའི་རྒྱལ་བ་རིན་པོ་ཆེ་དང་རྒྱལ་བ་གྱི་ཕྲུ་གུ་དེ་མཇལ་འཕྲད་བྱེད་ཨ་དེ་སྤྱི་ཟླ་གཉིས་འཕེལ་གྱི་ཚེས་པ་ཉི་ཤུ་བརྒྱད་ལ་མཇལ་འཕྲད་བྱས་ཡོད་རེད། ཡིན་ན་ལས་དེ་སྦྱར་རྗེས་བརྒྱུད་ལམ་ཁག་ལ་ཁིས་ཡོད་ངེས་དེ་ལྟ་ང་ཚོ་གི་གསར་ཁང་ཁག་ཅིག་དང་དེ་ནི་དེ་ག་ནང་བཞིན་བྷི་བྷི་སི་སི་ཨེན་ཨེན། རྒྱ་ནག་གི། Global Times། ལ་གུ་དོག་རྒྱ་ནག་གི་གོ་ལིའི་དུས་བབ་ལྟ་དེ་སོགས་ཀྱི་སྦྱར་རྗེས་སྡིངས་ཆ་ཁག་ལ་འདིའི་གླིང་ཕྱོགས་འདི་ཁིས་ཡོད་འགྱུར་ཆགས་བསྡད་ཡོད་རེད། དཔེ་ཆ་བཞག་ཡོད་ན་ད་རྒྱལ་སྤྱིའི་སྡིངས་ཆ་ཁག་ལ་འགྲོ་ཆེ་ཤོས་དེ་གནད་དོན་འདིའི་ཐོག་ལ་སི་ཨེན་ཨེན་དང་བི་བི་བི་སི་གི་གནས་ཚུལ་དེ་ཚོ་ཆགས་ཀྱི་ཡོད་རེད། དེ་ཚོ་དང་གཅིག་པ་གཅིག་མཚུངས་དཔེ་ཆ་བཞག་ཡོད་ན་སི་ཨེན་ཨེན་གིས་སྤྱི་ཟླ་བཞི་པའི་ཚེས་པ་བཅུ་གཅིག་ལ་སྤེལ་བཞིན་གནས་ཚུལ་དེ་རྒྱ་ནག་གི་ད་ལྟ་གོ་ལའི་དུས་བབ Global Times ལགས་ཀྱི་སྐབས་ལ་དེ་ག་རང་ཚེས་པ་བཅུ་གཅིག་ལ་ཆུ་ཚོགས་ཁ་ཤས་ཅིག་ཁྱད་པར་མ་གཏོགས་མི་འདུག་ད་དེ་འདྲ་བྱེད་ཀྱི་ནི། འདིའི་གནས་ཚུལ་འདི་རྒྱལ་སྤྱིའི་སྡིངས་ཆ་ཁག་ལ་སྤྱི་གཉེར་བརྒྱུད་ལམ་དུ་སོགས་ཆགས་བསྡད་ཡོད། དེ་ང་ཚོ་གིས་ཧ་གོ་དགོས་ཡག་གི་གནད་དོན་གཅིག་རེད། དེ་ནི་རིམ་པ་གཅིག་སྟེ་ད་གིའི་ལས་འགོར་གོ་སྒྲིག་བྱེད་ཉིན་ཚེ་བརྟན་ལྷ་རྒྱལ་གྱིས། ལབ་སོང། ངས་ཁ་ཚོན་གཉིས་བཅད་ནས་ཞུས་པ་ཡིན། ང་ཚོ་བོད་པ་ཚོ་གིས་ནམ་ཞར་རྒྱུན་དུ་ནས་དགྲ་བོ་རྒྱ་ནག་གིས་རྒྱ་བ་རིན་པོ་ཆེ་ལ་མཚན་མོ་བྱེད་ཀྱི་ཡོད་པ་དེ་ལ་དེ་རིང་ནང་བཞིན་གྱི་ཚོར་བ་ཅིག་དགོས་ཀྱི་འདུག་ང་ཚོ་དེ་འདྲ་གི་ཚོར་བ་ཅིག་ཡོང་བ་ཡིན་ན་ང་ཚོ་རྡོག་རྩ་གཅིག་སྒྲིལ་ཡོང་ཐུབ་གི་འདུག་ད་ག་རང་རེད་ང་ཚོར་འགྲོ་བ་མི་ལ་ཡོད་དེ་ཚོར་བ་ལ་ཡོད་དེ་དགོས་པ་གལ་ཆེན་པོ་ཞིག་རེད་ཚོར་བ་ཅིག་ཡོང་ན་ང་རྒྱལ་བཅས་འགན་ཁུར་གི་བསམ་བློ་ཅིག་སླེབས་དུས་རྡོག་རྩ་གཅིག་སྒྲིལ་ཆགས་ཡས་ཡོད་རེད་ད་ང་ཚོ་དེ་རིང་རྒྱལ་བ་རིན་པོ་ཆེ་ལ་ཐུག་ཡོང་དུས་བོད་པ་ཚང་མ་རྡོག་རྩ་གཅིག་སྒྲིལ་བྱེད་ཐུབ་གི་ཡོད་རེད་ད། ང་ཚོས་བསམ་བློ་གཅིག་གཏོང་དང། འདས་པའི་ལོ་ཁ་ཤས་ཀྱི་ནང་ལོགས་ལ་ང་ཚོ་བོད་པར་ཁ་བརྡར་དོན་པོ་ག་འདྲ་སྒྲོག་སོང། ལས་འགུལ་གྱི་སྤེལ་བ་ཡིན་ན་མི་བཅུ་བཅོ་ལྔ་ཉི་ཤུ་མ་གཏོགས་བཅས་ཀྱི་ལས་འགུལ་སྤེལ་ན་དཀར་བོ་རེད་ནག་པོ་རེད་ལབ་འབྲི་ཤི་རྒྱབ་ཀྱིས་ནི་མཉམ་དུ་འཛོམས་ཐུབ་ཀྱི་ཡོད་མ་རེད་ད་དེ་རིང་རྒྱལ་བ་རིན་པོ་ཆེར་ཐུག་དུས་མཉམ་དུ་འཛོམས་ཐུབ་ཀྱི་ཡོད་རེད། དེ་ག་རེའི་རྐྱེན་རེད་དེ། མི་ཡི་ཚོར་བ་དང་འདུ་ཤེས་བཅས་ཀྱི། དེ་ཡོང་གི་ཡོད་རེད་དེ་འདྲ་ཡིན་པའི་ཆ་ནས་ནམ་རྒྱ་རྒྱུན་དུ་ང་ཚོ་ཚང་མ་རྒྱལ་བ་རིན་པོ་ཆེ་གི་དབུ་ཁྲིད་ཀྱི་འོག་ལ་ཡོད་དེ་ཁ་ཞེ་གཉིས་མེད་ཀྱི་དགོས་ཀྱི་ཡོད་རེད་ང་ཚོ་འཐབ་རྩོད་ཀྱི་བདག་པོ་ཡིན་པ་དེ་ཁ་ཞེ་གཉིས་མེད་ཀྱི་ཡོད་ཡིན་ན་མ་མཐུན་མ་མཐུན་བའི་ཆ་དེ་མ་མཐུན་ཡོད་རེད་མ་མཐུན་བ་ཚང་མ་མཐུན་པ་སུ་ཡིས་བཟོ་ཐུབ་ཀྱི་མ་རེད་ཡིན་ན་རྩ་དོན་ལ་ཚུགས་དུས་ཚང་མ་རྡོག་རྩ་གཅིག་སྒྲིལ་དགོས་པ་དེ་གལ་ཆེན་པོ་ཞིག་རེད་དེ་དངོས་གནས་ང་ཚོ་དེ་རིང་གི་མ་བརྗེད་དགོས་པ་གལ་ཆེན་པོ་ཞིག་རེད། དཔེ་ཆ་བཞག་ཡིན་ན་རྒྱ་བོད་རིན་པོ་ཆེ་དགུང་ལོ་བརྒྱ་ཆ་བདུན་རེད་ད་ལོ་ག་སྲིད་ལྷག་ཡོད་རེད་དེ་ང་ཚོ་གི་རྩིས་རྒྱལ་བ་གལ་ཆེན་པོ་ཞེ་བོ་རེད་ང་ཚོ་དད་པ་དང་ལེན་སྐྱིད་པོ་གི་ཁོང་ཆུད་གི་མ་རེད་སྐད་ཆ་དྲང་པོ་བཤད་པ་ཡིན་ན། ང་ཚོ་ང་འདྲ་བོ་གཅིག་ནི་བོད་ནས་གསར་དུ་སླེབས་རྒྱུ་གི་གསར་འབྱོར་ཞིག་ཡིན་རྣམ་པ་ཚོ་འདིའི་ནང་ལོགས་ལ་བོད་ནས་སླེབས་མྱོང་མྱིན་མ་སླེབས་མྱིན་བོད་མ་མཐོང་མྱིན་ཡོད་རེད་ཡིན་ན་ང་ཚོ་ཚང་མ་གི་ག་རེ་ལབ་དགོས་རེད་ཟེར་ན། བོད་ཡུལ་དེ་གཉེར་ཁང་ནང་བཞིན་གྱི་ཆགས་དུ་ཡོད། བོད་དེ་བཙོན་ཁང་ཆགས་དུ་ཡོད་ཟེར་ང་ཚོས་ལབ་གི་ཡོད་རེད་ད། དེ་ང་ཚོ་གི་དངོས་གནས་ཀྱི་སེམས་གཏིང་གི་ང་ཚོ་གི་དེ་ངོས་འཛིན་ཅིག་ཡོད་རེད་ལུགས་དགོས་ཀྱི་རེད་དེ། བོད་དེ་དངོས་གནས་ཀྱི་བཙོན་ར་ཅིག་ཆགས་དུ་ཡོད་རེད་ད་དེ་ཆགས་བོད་དེ་བཙོན་ཁང་ཆགས་དུ་ཡོད་རེད། བོད་མི་མི་རེ་རེ་བཙོན་པ་རེད་མིན་ཡོད་མིན་ལ་མ་ལྟོས་པའི། ཡིན་ན་རེད། བོད་གཞིས་ལུས་མི་མང་བཙོང་པ་ཡིན་གྱི་ཡོད་ན་འདྲ་དཀའ་སྡུག་ཡོད་བ་ཡིན་ན་འདྲ་བོད་མི་མང་གི་རེ་བ་ཡིད་ཆེས་དེ་བོད་ལ་ཡོད་དེ་ཚོར་སླར་གསོ་བྱེད་ཐུབ་ལ་རེ་བ་བརྒྱབ་བསྡད་ཡོད་རེད། ད་དེ་རིང་རྣམ་པ་ཚོ་དོ་སྣང་བྱུང་ཡོད་རེད་རྒྱལ་བ་རིན་པོ་ཆེ་ལ་འདི་འདྲའི་གི་མཚན་མོ་སྐུར་འདེབས་བྱས་རྗེས་ལ་བོད་ནང་ལ་ནི་དྲ་ལམ་ཁག་ལ་བོད་པ་ཅིག་གིས་ག་རེ་བྲིས་འདུག་ལབ་ན། ང་ཤི་ན་འདྲ་སོང་ན་འདྲ་ང་རྒྱལ་བ་རིན་པོ་གི་སྐྱག་འོག་གི་མི་ཅིག་ཡིན། ང་ཤི་ན་འདྲ་སོང་ན་འདྲ།

བཅས་ཀྱི་རྒྱབ་སྐྱོར་བ་རིགས་གཅིག་ནས་ངོ་རྒོལ་བྱེད་ངེས་ཀྱི་ལམ་ནས་ཁ་གཏད་ཤོག་ཁག་དོང་སྡེ་གི་ཡོད་རེད་དེ་ནི་ངས་གང་ཡང་བཤད་ཡ་མེད་དམངས་གཙོ་གི་ལུང་པ་ནོར་ལོག་ལ་མི་ཚང་མ་གཅིག་འགྲོ་ས་ལ་གཅིག་ཡོང་གི་མ་རེད་ཡིན་ན་རྩ་དོང་ལ་ཐུག་པའི་སྐབས་ལ་བོད་ལ་དེ་ལས་ཐུག་པའི་སྐབས་ལ་ང་ཚོ་གཅིག་དགོས་ཀྱི་ཡོད་རེད་ད། དེ་ད་ལྟ་ང་ཚོ་བྱེས་པ་ཡིན་ན་བྱེས་ཡག་གི་གོ་སྐབས་ཁྱད་པར་བ་ཅིག་ཡོད་བ་དེ་རྒྱལ་བ་རིན་པོ་ཆེ་གི་ཆབ་སྲིད་གི་སྐུ་དབང་འདི་ཡུལ་ནང་ཚང་བ་ཡིན་ན་འདྲ་མ་ནང་བ་ཡིན་ན་འདྲ་ད་ལྟ་ང་ཚོ་ལ་རྒྱལ་བ་རིན་པོ་ཆེ་ཡོད་རེད། རྒྱལ་བ་རིན་པོ་ཆེའི་དགུང་ལོ་བརྒྱད་ཅུ་བྱབས་བདུན་དེ་ད་ལོ་ག་ཚད་ལྷག་ཡོད་དེ་ང་ཚོས་རྩིས་བསྐོར་ཡ་གལ་ཆེན་པོ་ཞིག་རེད་དད་པ་དང་དད་པ་དག་སྣང་གཅིག་པོ་གི་ཁོང་ཆུད་གི་མ་རེད། དགུང་ལོ་བརྒྱད་ཅུ་བྱབས་བདུན་རེད་ད། ད་ང་ཚོ་དགའ་ལྡན་ཕོ་བྲང་གི་ལས་ཀྱི་སྣེ་མོ་བ་ཡིན་ན་འདྲ། ཤ་བོ་ང་ཚོ་མི་སེར་དཀྱུས་མ་ཡིན་ནར་དངོས་གནས་ཀྱི་རྒྱལ་བ་རིན་པོ་ཆེ་ལ་བརྩི་མཐོང་ཡོད་ན་བུ་འུ་ལག་གི་ལས་དབང་དེ་ལ་སེམས་ཁྲལ་ཡོད་ན་ད་ང་ཚོ་གི་ལོ་ལྷག་བསྡད་རྒྱུ་དེ་ང་ཚོ་གོ་སྐབས་དམ་འཛིན་བྱེད་ཀྱི་ནི་རྒྱལ་བ་རིན་པོ་ཆེ་དང་མི་མང་དཔའ་རུ་ལ་རྡོག་རྩ་གཅིག་སྒྲིལ་དགོས་ཡ། རྒྱལ་བ་རིན་པོ་ཆེ་སྐུ་བཞུགས་སའི་རིན་གོང་ལ་ང་ཚོ་གི་རྡོག་རྩ་གཅིག་སྒྲིལ་བྱེད་ཀྱིན་རྩ་དོན་གི་གང་ལ་ལས་ཀ་ཅིག་བྱེད་པ་ཡིན་ན་ད་དངོས་གནས་རྒྱལ་བ་རིན་པོ་ཆེ་ཐུགས་ཐོག་དེ་གི་སྐོང་གི་ཡོད་རེད་ང་ཚོ་བོད་མི་རེད་གི་ད་ག་རེ་ལབ་དགོས་རེད་མདུན་ལམ་དེ་དེ་གི་སྒྲོབ་ཐུབ་གི་རེད་དྲན་གི་འདུག་དེ་འདྲ་ཡིན་པའི་ཆ་ནས་ད་ལྟ་ད་འཛམ་གླིང་ཤར་ནུབ་ཚང་མ་ལ་བོད་པ་རྡོག་རྩ་གཅིག་སྒྲིལ་གི་རྣམ་པ་ཅིག་རྣམ་འགྱུར་ཅིག། འབོད་སྒྲ་ཅིག། རེ་བ་ཅིག་མཐོང་ཡ་ཡོད་བ་དེ་མུ་མཐུད་ཉར་གྱིན་ནས་ང་ཚོ་རྒྱལ་བ་རིན་པོ་ཆེ་སྐུ་ཚེ་བླང་མ་དེ་ང་ཚོ་གི་དངོས་གནས་ཁོ་རུ་དམ་འཛིན་བྱེད་རོགས་གྱིས་ངས་དེ་ཞུ་ཡ་ཡིན་དེ་རིང་འཚོ་བ་སྡོང་པོ་དང་དེ་རིང་ངས་ཐུགས་རྗེ་ཆེ་ཞུ་ཡ་གཅིག་ལ། ཐུགས་རྗེ་ཆེ་ཞུ་ཡ་གཅིག་ག་རེ་ཡིན་ལབ་ན།

ཁ་བ་གངས་ཅན་པའི་སྤུན་ཟླ་ཚོ་གིས། གནས་སྟངས་འདི་འདྲའི་གི་སྐབས་ལ་སོ་སོ་གི་མི་རིགས་གཅིག་པའི་ལ་རྒྱ་ལབ་གི་ཡོད་ན་འདྲ། བླ་མ་དང་སློབ་མ་བར་གི་དད་པ་དམ་ཚིག་ལབ་གི་ཡོད་ན་འདྲ་དེའི་གནད་དོན་གཅིག་གི་ཐོག་ནས་རྒྱལ་བ་རིན་པོ་ཆེ་གི་སྐུ་རྒྱབ་ལ་རི་བོ་ནང་བཞིན་ལངས་བྱས་ནས་འབོ་ར་དང་པོ་དེ་འདྲ་རྒྱལ་བ་རིན་པོ་ཆེ་སྐུ་པར་དང་པོ་ནང་ལ་འཆར་བྱས་ནས་རྒྱལ་སྤྱིའི་སྡིངས་ཆ་ག་ལ་ལངས་ཡོང་བ་དེ་ལ་ང་བོད་པ་གཅིག་གི་ངོས་ནས་བོད་ནས་གླིམ་ཉན་བྱེད་གི་ངོས་ནས་གསར་འབྱོར་བ་གཅིག་གི་ངོས་ནས་བོད་ལ་ག་དུས་ནས་རེ་བ་བརྒྱབ་བསྡད་མྱིན་ཅིག་གི་ངོས་ནས་ངའི་རྣམ་པ་ཚོ་ཚང་མ་ལ་དེ་རིང་གི་ལས་འགུལ་འདི་བརྒྱུད་ཆེད་ནས་ཐུགས་རྗེ་ཆེ་ཞུ་བ་ཡིན། ད་དེ་ནས་ངས་མཐའ་མ་ག་རེ་ཞུ་བ་ཡིན་ལབ་ན། ང་ཚོ་ད་ལྟའི་སྐབས་ལ་ད་རྒྱལ་བ་རིན་པོ་ཆེ་གིས་མཛད་པ་ཁྲི་གླིང་གི་ཐོག་ལ་དགྲ་བོ་རྒྱ་ནག་གཙོས་པའི་གི་འདི་འདྲའི་གི་མ་ཉེས་ཁ་གཡོག་གི་གནས་སྟངས་སྤྱི་དངའི་གོ་ཆ་འདི་གི་སྐབས་ལ། བོད་པ་ཚོ་རྡོག་རྩ་གཅིག་སྒྲིལ་གྱི་རེ་བ་ཅིག་རྣམ་འགྱུར་ཅིག་འབོ་ར་གྱི་མཐོང་བ་དེ། ང་ཚོ་གིས་གཅིག་སྒྲིལ་བྱེད་དགོས་ཏེ་ང་ཚོ་ཕྱོགས་ཚང་མ་གི་འགན་རེད་དེ། ཕ་ཕྱོགས་ལ་འགན་ཡོད་རེད་ཚུར་ཕྱོགས་ལ་ཡོད་མ་རེད་ལབ་ན་ལ་དག་གི་མ་རེད་དེ་བྱེད་དུས་ང་ཚོ་ཚང་མ་གི་ལག་པ་བྲང་མགོ་ལ་བཞག་བྱས་ནས་དངོས་གནས་ཀྱི་ཉིས་སྟོང་བརྒྱད་ལ་ང་ཚོ་ལ་ག་འདྲི་བྱུང་སོང་བོད་ཕྱི་ནང་གཉིས་ལ་ད་ད་ལྟ་ང་ཚོ་གི་མགོ་ཐོག་ལ་ག་རེ་ཡོང་གི་འདུག་དེ་ལ་བསམ་བློ་གཏོང་བྱས་ནས་ད་ང་ཚོ་གི་ད་ཐེངས་གནས་སྟོང་སྡེབ་ཀྱི་བརྒྱུད་རིམ་འདིའི་ནང་ལོགས་ལ་སླར་ཡང་རྡོག་རྩ་གཅིག་སྒྲིལ་གྱི་རྣམ་འགྱུར་གྱི་ཡོལ་བ་འདི་ང་ཚོ་གི་གཅིག་སྒྲིལ་དགོས་ཡ་དེ་གལ་ཆེན་པོ་ཞེ་བོ་རེད། དེ་ནས་རྒྱལ་བ་རིན་པོ་ཆེ་ལ་འདི་འདྲས་ཀྱི་མཚན་མོ་ཡོང་ཡ་འདི་རྒྱལ་བ་རིན་པོ་ཆེ་སྐུ་སྒེར་ལ་མཚན་མོ་བྱེད་ཀྱི་ཡོད་མ་རེད་དེ་ང་ཚོས་ཧ་གོ་དགོས་ཀྱི་རེད། རྒྱལ་བ་རིན་པོ་ཆེ་ལ་རྒྱ་ནག་གི་གཅིག་སྟོང་དགུ་བརྒྱ་ལྔ་བཅུ་ང་དགུ་ནས་ལོ་དྲུག་ཅུ་རེ་གསུམ་མཚན་མོ་སྐུར་འདེབས་བྱེད་ཡ་འདི་རྒྱལ་བ་རིན་པོ་ཆེ་དེ་བོད་སྐད་ལ་ནི་མེད་པའི་དབུ་ཁྲིད་ཡིན་པ། བོའུ་རྡོག་རྩ་གཅིག་སྒྲིལ་བྱེད་ཡག་གི་སྲོག་ཤིང་གཅིག་ཡིན་པའི་རྒྱུ་མཚན་གྱིས་བོའུ་དེ་རྩ་མེད་བཟོ་ཡག་ལ་རྒྱལ་བ་རིན་པོ་ཆེ་གི་མཛད་པ་ཕྲིན་ལན་ལ་གནོད་སྐྱོན་གཏོང་དགོས་ཀྱི་ཡོད་པའི་རྒྱུ་མཚན་གྱིས་རྒྱལ་བ་རིན་པོ་ཆེ་གི་ད་མཛད་པ་ཕྲིན་ལན་གྱི་ཐོག་ལ་ག་དུས་ཡིན་ན་རྒྱ་ནག་གི་ནག་པོ་བཟོ་ཡག་གི་ཐབས་ཤེས་གཅིག་བྱེད་བསྡད་ཀྱི་ཡོད་དུས་དེ་རིང་རྒྱལ་བ་རིན་པོ་ཆེ་ལ་མཚན་མོ་སྐུར་འདེབས་བྱེད་པ་འདི་ང་ཚོ་བོད་མི་རིགས་དང་བོད་རྒྱལ་ཁབ་ལ་མཚན་མོ་སྐུར་འདེབས་བྱེད་པ་གཅིག་ཆགས་ཀྱི་ཡོད་པའི་ཆ་ནས་མི་དག་ལ་གདོང་ལེན་བྱེད་དགོས་ཡ་དེ་རྒྱལ་བ་རིན་པོ་ཆེ་གི་མཛད་པ་འཕྲིན་ལས་སྲུང་སྐྱོབ་བྱེད་པ་ཙམ་མ་ཡིན་པ་བོད་པའི་རྩ་དོན་ཆགས་དེ་དགོས་རེད་དེ་ང་ཚོ་གི་ཧ་གོ་དགོས་ཡ་དེ་གལ་ཆེན་པོ་ཞེ་བོ་རེད། དེ་འདྲ་ཡིན་པའི་ཆ་ནས་དེ་རིང་གི་ལས་འགུལ་འདི་འདྲ་སྤེལ་བའི་སྐབས་ལ་བོད་པ་ཚོ་གི་བོད་པའི་རྒྱལ་དར་དེ་གང་མང་མང་གི་འཁྱིལ་དགོས་ཡ་དེ་ངས་གལ་ཆེན་པོ་འདུག་དྲན་གི་འདུག